བོད་ཀྱི་ཉེ་འཁྲིས་གསར་འགྱུར་ལས་རིམ་གསན་གཟིགས་གནང་མཁན་ཚང་མར་དགའ་བསུའི་འཚམས་འདྲི་དང་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་སུམ་ཅུ་སོ་བརྒྱད་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་གཟའ་པ་སངས་ཀྱི་གསར་འགྱུར་ལེ་ཚན་འགོ་འཛུགས་ཞུ་གི་ཡིན་སྙན་སྒྲོན་ཞུ་མཁན་པད་མ་ཚེ་རིང་ཡིན། རྒྱ་ནག་གཞུང་གིས་བོད་མི་གནས་སྐོར་བ་བོད་ལ་ཕྱིར་ལོག་བྱེད་མཁན་ཚོར་ས་མཚམས་ཁག་ལ་དམ་དྲག་ཤུགས་ཆེན་པོ་བྱེད་བཞིན་པ་མ་ཟད་དངོས་ཆས་དེ་ཚོ་གང་བྱུང་སྔོག་བཤེར་བྱེད་ཀྱི་ཡོད་པའི་གནས་ཚུལ་འདུག་གནས་ཚུལ་ཡོང་ཁུངས་ལ་གཞིགས་ན་བལ་ཡུལ་དང་བོད་ཀྱི་ས་མཚམས་འགྲམ་ནས་ལྷ་ས་བར་དུ་ཞིབ་བཤེར་ས་ཚིགས་ཁག་བཅུ་གཉིས་ཙམ་བཙུགས་ཏེ་དེ་ཚོར་མཐའ་མཚམས་ས་སྲུང་དམག་མི་དང་བོད་མི་གནས་ཡུལ་གྱི་ས་ཁུལ་ཁག་ནས་ཆེད་གཏོང་བྱས་པའི་བདེ་སྲུང་ཚན་པས་མི་སྣ་སོགས་ཆེད་འཛུགས་ཀྱིས་དཔྱ་དངུལ་སྔོག་བཤེར་དང་ཐ་ན་གནས་སྐོར་བ་ཚོས་འཕྲེད་ལྔ་དང་སྨན། མཆོད་རྫས་སོགས་ཀྱང་ཆ་ཚང་བཙན་འཕྲོག་བྱེད་ཀྱི་ཡོད་པ་རེད་འདུག་ནད་འགོ་བ་ཚོའི་ཕ་གསལ་བཤད་བྱེད་སྐབས་དམག་མི་དེ་ཚོས་ཚུར་མེ་མདའ་བསྟན་ནས་འཇིགས་སྐུལ་ཡང་བྱེད་ཀྱི་ཡོད་པ་རེད་འདུག་ཕྱི་དྲིལ་དྲུང་འཕར་བཀྲ་ཤིས་ལགས་ཀྱིས་རྒྱ་ནག་གཞུང་གི་བྱ་སྤྱོད་འདི་རིགས་ནི་བོད་མིའི་ཆོས་དད་རང་དབང་ལ་ཚད་ལས་འདས་པའི་རྡོག་རོལ་གཏོང་བཞིན་པའི་དཔང་རྟགས་ཡིན་པར་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གཞུང་གིས་བོད་ལས་པའི་གཞིས་ལུས་བོད་མི་ཚོ་ལ་ཡ་ནི་གཅིག་ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་མི་འདུག་ཞེས་བཤད་བཤད་དེ་བ་དེ་སྐད་དེ་ང་ཚོ་གཅིག་ཁུངས་སྐྱེལ་ར་སྤྲོད་ཡོད་པའི་ཐོག་ནས་བཤད་དགོས་པ་མ་གཏོགས་གཅིག་ཁུངས་སྐྱེལ་ར་སྤྲོད་མེད་པའི་ཐོག་ནས་དེ་ཀ་མི་འདུག་རྩ་བའི་ནས་ཞུགས་ཡོད་མ་རེད། དཔེར་ན་ཉེ་བའི་ཆ་ལས་ང་ཚོ་ཁུངས་ལྡན་གནས་ཚུལ་བྱུང་ཡོད་ཅེས་པ་ཁག་ལ་ཨ་ནི། བོད་ནས་བལ་ཡུལ་སོགས་ལ་ཡང་ད་གནས་སྐོར་ཕེབས་ཉེན། དེ་གལ་ཏེ་བོད་ཕར་ལོག་ཕེབས་ཁག་ལ་ཨ་ནི། བོད་དང་བལ་ཡུལ་ས་མཚམས་གྲམ་ནས་ཇི་ཆེ་ལྷའི་ས་བར་དུ་ལ་ཡང་འགག་སྒོ་བཅུ་གཉིས་ལྷག་ཆེ་ཆེ་ངང་བཙུགས་དེའི་ནང་ལ་ཡང་ཨ་ནི་ས་ཁུལ་ཁ་ས་ཁ་ནས་ཁོ་རང་ཚོའི་ཆེ་གེ་གསང་བའི་སྨན་ར་ལས་གཅིག་བདེ་སྲུང་སྨན་ར་མང་པོ་ཆེ་གེ་བཏང་ཅེས་ཨ་ནི། ཁོང་ཚོ་ལ་གར་སོང་རེད། གྲོས་ཞིབ་བྱེད་ཡ། བཅའ་ལག་དེ་གའི་སྔོག་བཤེར་བྱེད་ཡ། ཐ་ན། ལུས། ལུས་པོའི་ནང་གི་དངོས་ཆ་དེ་གའི་ཆ་ཚང་སྔོག་བྱེད་བྱེད། ཨ་ནི། མཆོད་རྫས་ལ་སོགས་པ། སྨན་ལ་སོགས་པ་དེ་གའི་དེ་ཆ་ཚང་བག་བཙན་འཕྲོག་བྱེད། ཐ་ན་ཕྲེང་བའི་མཇུག་ནས། འཕྲོག་བྱེད་བྱེད། ཨ་ད་དེ་མཆོད་རྫས་རེད་ཅེས་ནི་བཤད་པའི་སྐབས་ལ་ཡ་ཚུགས་སྡིག་ར་བསྐུལ་བྱེད་བྱེད། མེ་མདའ་བསྟན་བྱེད་ག་འདྲ་ཅིག་གིས་སྡིག་ར་བསྐུལ་བྱེད་བྱེད། ཨ་ནི་དེ་འདྲའི་ད་སྐབས་སུ་གདུག་རྩུབ་ཀྱི་བྱ་སྤྱོད་དེ་འདྲའི་བྱས་དང་བྱེད་བཞིན་པ་དེ་གས་དེ་ད་ནམ་རྒྱུན་ང་ཚོ་རྒྱུན་དུ་བཤད་དེ་གཅིག་བོད་ལས་བའི་བོད་མི་ཚོ་ལ་ཡང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དེ་ཡང་མི་འདུག་ཟེར་ཁུངས་སྐྱེལ་ར་སྤྲོད་དེ་རེད། དཔེ་གྱི་སྔོག་བཤེར་བྱས་པ་སྐོར་ལ་ཡང་མི་སྣ་དེ་གའི་རྩལ་ཤུགས་དང་ག་ནས་རེད་ག་འདྲ་ཞིག་ཡིན་པ་བྱས་རྗེས་གང་ལྟར་དོགས་གཞི་བཏང་འདུག་ཅེས་དེའི་ཁུངས་སྐྱེལ་གནས་ཚུལ་ར་སྤྲོད་དེ་འདྲ་བྱུང་མི་རང་ས་ཡང། ད་རྩ་བའི་བོད་མི་དེ་ཚོ་ཆ་བཞག་ཡིན་ན། རྒྱ་ནག་གཞུང་གི་ཁྲིམས་མཐུན་གྱི་ཡིག་ཆ་ཁྱེད་ཅེས་ལག་འཁྱེར་ཁྱེད་ཅེས་སླེ་དེར་ཆ་དེ་དུས་དེ་གར་ཆགས་གོ་ཟེར་ན། དོན་དངོས་ཐོག་ནས་ཞུས་པ་ནི་དེ་ཁྲིམས་མཐུན་རང་ཆགས་དེར་ཡིན་ནའི་ཁྲིམས་མཐུན་ཡིག་ཆ་ཡོད་པའི་མི་མི་ཞིག་ལ་དེ་འདྲའི་དྲག་གནོན་བྱེད་ཡ་དམ་དྲག་བྱེད་ཡ། དེ་འདྲའི་གི། ག་སུ་རེད་ད་རྒྱ་ནག་ནང་ལོག་གི་སྤྱི་འབངས་སྤྱི་དང་མི་འདྲ་གི་དབྱེ་འབྱེད་བྱས་བྱས་དེ་འདྲའི་དམ་དྲག་བྱེད་ཡ་དེ་རྒྱ་ནག་གཞུང་གི་ད་བོད་མི་ཐོག་ལ་འཛིན་པའི་སྲིད་ཇུས་ཅིག། དེ་འདྲས་བྱས་མེད་ལྷག་པར་དུ་ད་ལྟའི་བོད་ནང་ལོགས་ལ་ད་དམ་དྲག་བཀག་སྡོམ་བྱེད་ཡ་དང་ལྷག་པར་དུ་བོད་མི་སྡུག་བཟོའི་ཆ་བཞག་པ་ཡིན་ན་ཁོ་ཚོ་ཚང་མ་ལོགས་ལ་ཁྲིམས་མཐུན་གྱི་ཡིག་ཆ་ཁྱེད་ཅག་ད་གྲོས་བསྡུར་ཆོག་པའི་རྒྱ་ནག་གཞུང་གི་ཆོག་མཆན་ཡིག་ཆ་ཐོབ་བསྡད་པ་ཆགས་བསྡད་པ་དེ་ཡིན་ན་དེ་འདྲས་ཡོད་པའི་ཡིག་ཆའི་བརྗོད་པའི་རྨང་གཞི་གང་ལས་དེ་གར་དམ་དྲག་བྱེད་ཡ་དེའི་ཐོག་ནས་རྒྱ་ནག་གཞུང་གི་བོད་མིའི་ཐོག་ལ་ད་དབྱེ་འབྱེད་ཆེན་པོ་བྱེད་ཡ་དང་ལྷག་པར་དུ་རྒྱ་ནག་ཁོ་རང་ཚོས་ཁྲིམས་མཐུན་གྱི་ཡིག་ཆ་སྤྲད་པ་དེ་ཡོད་ནས་དུ་འདོད་དེ་འདྲས་སྔོག་བཤེར་བྱེད་ཡ་ལ་སོགས་པ་བཀག་སྡོམ་བྱེད་ཡ་དེ་ནི་ད་བོད་མིའི་ཐོག་ལ་ནི་ཅིག་དམ་དྲག་བྱེད་ཡ་དེ་གསལ་པོ་ཞིག་རག་རེད་བསམ་གི་ལ་ལྷག་པར་དུ་རྒྱ་ནག་གཞུང་གིས་རྒྱུན་དུ་ནས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་སྤྱི་འབངས་ཚང་མ་ལ་གཅིག་པུ་ཡིན་རྟག་པར་གསུངས་བསྡད་སྐོར་ཡིན། ད་རེས་བོད་མི་དེ་ཚོ་ཚང་མ་ལ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་སྤྱི་འབངས་ལག་འཁྱེར་ཁྱེར་བྱས་ད་བར་ལོ་དྲུག་ཡོལ་ཡིན། སྤྱི་འབངས་ལག་འཁྱེར་གླེང་ད་ག་ནང་སྤྱི་འབངས་ཅིག་ཡིན་པའི་ཆ་ནས། ག་རེ་འགྲོ་སྐྱོད་ལག་འཁྱེར་ཆ་ཚང་ཁྲིམས་མཐུན་རེ་ནས་ཡོང་བསྡད་ཡིན། ཁྲིམས་མཐུན་ཡིག་གཅིག་ཡོད་པའི་དེའི་ཐོག་ལ་དེ་འགའ་ཚོས་དམ་དྲག་བྱེད་ཡ་ཐ་ན་ཁྲག་རྔ་ཡང་བཅད་ནས་བཀོག་ཅེས་དེ་འདྲའི་དབུགས་དབྱུང་བྱེད་ཡ་དེ་བྱེད་ད་དེ་ཧང་སང་ཡ་གི་ད་གྲོགས་མེད་དུ་བཏང་ཐུག་ནས་ཞུས་པའི་གནས་རེད་རྒྱ་ནག་ཁོ་རང་ཚོ་ངོས་ནས་ཞུས་པ་འདི་དེ་དཔེ་མ་སྲིད་གི་ད་དོགས་རོལ་ཆེན་པོ་ཅིག་རེད་བསམ་འདུག།
ཡང་དེ་རིང་ས་རཱ་བོད་ཀྱི་མཐོ་སློབ་ཁང་དུ་དབུས་བོད་སློབ་འཛིན་ཚོགས་ཀྱི་སྔོན་འགྲོའི་དགེ་རྒན་ཚོར་ཟབ་སྦྱོང་དབུ་འཛུགས་གནང་འདུག། དང་པོ་སློབ་ཚན་གཅིག་འདི་ག་འདྲས་སུ་བསླབ་དཀའ། གདམ་ག་རབ་གར་དུ་ད་ལྟ་དོན་ཚང་མཁན་གྱི་སློབ་གདམ་རབ་གར་གར་དུ་དེ་བརྒྱད་དེ་སོ་སོའི་གཅིག་ངེས་པ་བྱས། ངེས་པ་བྱས། འདི་འདུག་འདི་འདུག་འདི་འདུག་བསམ་ཡང་ཡོང་མཁན་གཅིག་ཡོད་པ་བྱས། ད་དེ་གཉིས་པ་དེ་ད་དེ་བརྒྱད་དེ་ངའི་སྤུ་གུ་དེ་བརྒྱད་དེ་ལ་ག་རེ་འགྲོ་ས་རེད། ཟེར་དུས་སྤུ་གུ་དེའི་གནས་སྟངས་དེ་བརྒྱད་དེ་གཙོ་བོ་གཅིག་ཤེས་དགོས་རེད།

བཅུ་བསླབ་པ་ཡིན། འདི་ངས་མིག་བཙུམ་ནས་བསླབ་ཐུབ་ཀྱི་རེད། ངས་གཉིད་ལམ་ནང་ལས་བསླབ་ཐུབ་ཀྱི་རེད་ཟེར་མཁན་དེ་འདྲ། དགེ་རྒན་དབུས་ཤག་གིས་གོ་བ་འདི་འདྲའི་སྒང་ལ་ཕྱིན་པ་ཡིན་ན་བེད་ནོར་གི་ཡོད། དགེ་རྒན་དབུས་ཤག་ཟེར་དུས་ཙམ་པོ་ད་ཤེས་ཡོན་དེ་འབྱུང་ཁུངས་དེ་དག་རག་ལས་ས་དེ་ཀྱིས་དེ་དགེ་རྒན་དེ་ཆགས་ཀྱི་ཡོད་དེ་དེའི་ཆ་ནས་བྱེད་ཀྱི་ཡོད་འདི་ཨེ་ནི་དགེ་རྒན་ཁོ་རང་གིས་ད་གར་སོག་རེད Attitude ར་བ་དེ་བྱས་བསྡད་ཡིན་ན་ཨེ་ནི་བེད་ཁོ་ར། འདི་མགོ་ལོག་ཆེན་པོ་རེད་དོ་བ། བྱས་ཚེ་འདི་ཡིན་དུས། མ་རྒད་ཀྱི་གནས་སྟངས་ལ་དཔག་བྱས་ནས་སངས་རྒྱས་བཅོམ་ལྡན་འདས་ཡིན་ནའི་མ་རྒད་གདུལ་བྱའི་གནས་སྟངས་ལ་དཔག་བྱས་ནས་ཆོས་གསུང་ཆོག་གནང་གི་ཡོད་རེད་པ། ཧོ་དེ་ནང་བཞིན་ཡིན་དུས་དེ་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་སོ་སོ་སངས་རྒྱས་ཡིན་ན་གྲ་སྒྲིག་མ་བྱས་འགྲིག་གི་འགྱུར་བ། སངས་རྒྱས་མེད་ས་རུ་བཅུག་དུས་དེ་གྲ་སྒྲིག་བྱེད་སྤུ་བུ་རིག་རིག་གི་དེ། རྒྱུས་མངའ་ལོངས་པོ་བྱེད་གནས་སྟངས་དེ་ཚོ། ལྷག་པར་དུ་ད་དེང་སང་བོད་ན་སྲིད་བྱུས་ནང་ལ་ཡོད་རེད། ཏིས་གཅིག་ཨོང་བུ་སྐྱོན་ཅན་རེད་པ་དེ་འདྲ་ཡོད་སྲིད་པ་རེད། དབང་པོ་སྐྱོན་ཅན་སྲིད་ཕྱིའི་དབང་པོ་སྐྱོན་མེད་ན་ཡང་བསམ་མནོའི་ཐོག་ནས་ཡང་ཁ་ཤས་ཏི་ཡིས་ཅིག་རིག་པ་ཞན་པོ་དེ་འདྲ་ཡོད་སྲིད་པར་བ། དུ་ཚོད་ཚང་མ་ལོ་དྲུག་ཟིན་དུ་མ་སོང་གཅིག་ནང་ལོག་ལ་ད་ཁྲིད་ཡག་གི། ད་ཏི་དགེ་རྒན་གི་ཏི་ལས་འགལ་ར་བ། ད་རིང་ཨ་ནེ་ཕྱིར་ལས་ཁུངས་ཀྱི་ད་ད་དབུས་བོད་ལུགས་འཛིན་བཟོ་ཁྱབ་ཁོངས་ཀྱི་སྔོན་འགྲོ་ཁེ་ཁེ་ཟབ་སྦྱོང་འདི་ནང་ལ་འཛུལ་ཞུགས་གནང་ཉེས་ཀྱི་ཨ་ནེ་དགེ་རྒན་འདི་ཐོག་མའི་འཆར་གཞི་དེ་ནི་གསུམ་སོ་དྲུག་སྒྲོག་བཞིན་དུ་བསུ་ཡོད་རེད་ཡིན་ན་ཡང་ད་ལན་དུ་སྔོ་སུ་བཅར་བ་དེ་གསུམ་སོ་གཉིས། འདུག་ཆ་དེ་གི་འདུག་དགེ་རྒན་ཁ་ཤས་ཀྱིས་ཡང་སོ་སོ་ཁྱེད་ཀྱི་དཀའ་ངལ་ཅི་འདུག་ཆ་ཐུག་ཡོད་ས་མ་རེད། ཨ་ནི། ད་ལྟ་དེའི་ལན་དངོས་ནི་ད་ལྟ་ཉིས་སྟོང་དྲུག་ལོ་ལ་ད་ལྟ་ཕྱི་ལས་ཁུངས་ཀྱི་ངོས་ནས་ད་ལྟ་སམ་བོད་རིགས་ཁྱབ་ཁོངས་རེད་ད་ག་ནས་ཤི་དབུས་བོད་རིགས་འཛིན་བཟུང་ཁྱབ་ཁོངས་བོད་ཁྱིམ་གཉིས་ཁྱབ་ཁོངས་བཅས་པའི་སྔོན་འགྲོའི་དགེ་རྒན་ཆ་ཚང་ལ་ཤེས་ཡོན་སྲིད་བྱུས་ཟབ་སྦྱོང་ཞུ་གཏུགས་སུ་གོ་སྒྲིག་ཞུས་རེད། འདི་ནི་ད་ལྟ་ལོ་དྲུག་རིང་ད་ལྟ་སྔོན་འགྲོའི་དགེ་རྒན་ཚོ་ལ་གཏུགས་ཟབ་སྦྱོང་གོ་སྒྲིག་ཞུ་ཐུབ་ཡོད་པ་མ་རེད། དེའི་རྒྱུ་མཚན་ག་རེ་བྱས་ཆ་དེ་བོར་སི་ལ་བ་ཡིན་ན། ཕྱི་ལས་ཁུངས་ཀྱིས་ཉིས་སྟོང་བཞི་ནས་བཟུང་སྟེ་ཨ་ནི་ད་ལྟ་བར་དུ། སློབ་གྲྭ་ཁག་གི་དམའ་རིམ་དགེ་རྒན་རེད་སྔོན་འགྲོ་དགེ་རྒན་རེད་སློབ་གྲྭའི་འགན་འཛིན་རྣམ་པ་རེད་སོགས་ལ་ཤན་སྲིད་ཇུས་ངོ་སྤྲོད་རང་ཐོག་ལ་བསྐང་དང་དོ་སྣང་བྱས་ནས་ད་ལྟ་སློབ་ཁྲིད་རང་སློབ་ཁྲིད་ཐབས་ལམ་རང་ཐོག་ལ་དུ་ཟབ་སྦྱོང་གོ་སྒྲིག་ཞུས་ཐུབ་ཡོད་མ་རེད། ད་ལན་གྱི་ཉིན་བཅོ་ལྔའི་ཟབ་སྦྱོང་འདི་ལ་ནི་སྔོན་འགྲོའི་སློབ་ཁྲིད་ཐབས་ལམ་རང་ཐོག་ལ་དུ་དམིགས་ཡུལ་བཟུང་ཡོད་རེད། དེ་ཡང་བོད་ཡིག་སློབ་ཁྲིད་ཐབས་ལམ་ཨང་རྩིས་སློབ་ཁྲིད་ད་ནས་བཞིན་ལོ་གསུམ་ནས་ལོ་བདུན་བར་གྱི་ཕུགས་ཡུལ་སེམས་ཁམས་ཀྱི་འཚར་ལོངས་རེད། ད་ནས་བཞིན་བུ་གུ་བཟང་སྤྱོད་གོང་མཐོར་གཏོང་ཐབས་རེ་དེ་བཞིན་དང། དམིགས་བསལ་ཤེས་ཡོན་ལ་བརྩོད་པའི་སློབ་ཚན་ཁག་མང་པོ་ཞིག་ཏུ་བཀོད་སྒྲིག་ཞུས་ཡོད་རེད་དེ་ཞུ་བས་ཡིན། མདོ་སྟོད་སྤྱི་འཐུས་དགེ་བཤེས་གཡུང་དྲུང་རྒྱ་མཚན་ལགས་སྒེར་གྱི་རྒྱུ་མཚན་ཐོག་ནས་སྐབས་བཅོ་ལྔའི་བོད་བོད་མི་མང་སྤྱི་འཐུས་ནས་རྩ་དགོངས་ཞུས་གནང་འདུག་ཁོང་གིས་ཟླ་བ་དང་པོའི་ཚེས་གཅིག་འཁོད་པའི་སྙན་ཞུའི་ནང་ཁོང་ཁྲིམས་མཐུན་དེབ་སྐྱེལ་ཡོད་པའི་ཧི་མ་ལའི་རི་རྒྱུད་དང་བོད་ནས་ཕེབས་མཁན་ཚོར་ཤེས་ཡོན་དང་རིག་གཞུང་སློབ་གཉེར་ཚོགས་པ་ཞིག་གི་འགན་འཁུར་བཞེས་གནང་གི་ཡོད་སྟབས། དུས་ཁོམ་ཡོང་མིན་རྐྱེན་པས་གཞུང་སྒེར་གཉིས་ཀར་འཐུས་ཤོར་མི་ཡོང་ཆེད་དུ་གཟིགས་ནས་དགོངས་པ་ཞུས་པ་སོགས་འཁོད་འདུག་ལྷན་རྒྱས་ནས་གཟིགས་བཞིན་པ་དེ་བོད་ཀྱི་གཉེན་སྒྲིག་གསར་འགྱུར་ལེ་ཚན་རེད་རྣམ་པ་ཚོས་ང་ཚོའི་ལས་རིམ་གཟིགས་པ་ཐོས་རྗེས་གཤམ་ལ་གནམ་གཤིས་སྔོན་བརྡ་དང་སྨན་རྩིས་ཁང་གི་ཚད་གཞི་བཟང་ངན་གྱི་ལོག་ཏུ་གཟིགས་རོགས་གནང།

རྣམ་པར་ལྷན་གྱི་སྐུ་ཁམས་བཟང། བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་དང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རེ་གཟའ་པ་སངས་རི་འབྲོག་ད་གར་ལྷ་མཚམས་འབྱུང་འཕྲོད་ས་གཉིས་འཕྲོད་སྦྱོར་བཟང་བས་ལྷ་གསོལ་དང་རླུང་རྟའི་དར་ལྕོག་འཛུགས་པ་ཆོས་བྱེད་གཉིས་འགོ་འཛུགས་བྱེད་པ་ལྷ་ཁང་དང་རྟེན་གསར་བཞེངས་བྱེད་པ་ཁང་པ་གསར་རྒྱག་བྱེད་རྒྱུ་དང་ཁང་པ་སྤོ་བ་ཁྱིམ་ཚང་གསར་པ་ཟིན་པ་ནད་པར་གཏར་སྲེགས་སོགས་བྱེད་རྒྱུ་བཟང་བ་ཡོད། ཡིན་ན་ཡང་བག་མེད་རྣམས་ཀྱིས་བག་མ་གཏོང་བ་དང་ལེན་པ་ཆང་སྲི་རྟེན་འབྲེལ་བྱེད་རྒྱུར་ངན་པའི་བཙན་པ་གནང་དགོས་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་དང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་སྤེན་པ་རི་འབྲོག་ཟླ་དཀར་སྣོད་འབྱུང་གྲོད་ས་གཉིས་ཉིན་གུང་ཆུ་ཚོད་བཅུ་གཅིག་དང་སྐར་མ་བཞི་བཅུ་ཞབས་བརྒྱད་ནི་ཟླ་དཀར་སྣོད་འབྱུང་གྲོད་ས་བཅུ་དེའི་ཉིན་འཕྲོད་སྦྱོར་བཟང་བའི་གཡང་འགུགས་བྱེད་པ་དང་ཆང་སྲི་རྟེན་འབྲེལ་བྱེད་པ་ཁང་པ་གསར་པ་བརྒྱབ་པ་ཁྱིམ་ཚང་གསར་དུ་འཛིན་པ་ཁང་པ་སྤོ་བ་ཚོང་ཁང་དང་ཟ་ཁང་སོགས་གསར་དུ་བཟུང་བར་བཟང་བ་ཡིན་ཡིན་ན་ཡང་ལོ་རྟགས་བྱི་བ་དང་ཕག་ལོ་བ་གཉིས་ཀྱིས་ཤེས་བཟའ་དགེ་བའི་བཙན་པ་གནང་དགོས། གཞན་ཡང་སྔ་དྲོའི་ཆུ་ཚོད་བཅུ་དང་སྐར་མ་བཞི་བཞི་ཞབས་བརྒྱད་ནི་བི་དྲོད་རྒྱུ་བའི་ནད་པར་གཏར་སྲེག་སོགས་བྱེད་མི་རུང་བའི་འཛེམ་བག་གནང་དགོས། ཡང་འདིའི་ཉིན་དུར་གྱི་ནང་གི་ཕུང་པོ་དུར་ཁྲོད་དུ་གཏོང་མི་རུང་བ་མ་ཟད་ཕུང་པོ་མེ་བསྲེགས་གཏོང་རྒྱུར་ངེས་པར་འཛེམ་བག་གནང་དགོས། བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་དང་དཔྱིད་ཟླ་དང་པོའི་ཚེས་ཉི་གཙང་ཉིན་རེས་གཟའ་ཉི་མ་རེས་འགྲོགས་ཟླ་སྐར་ཆུ་སྟོད་འབྱུང་འཕྲོད་མེ་ཆུ། ཚེ་འཆར་བཞིན་པའི་རང་ཉིད་ཀྱིས་ནམ་རྒྱུན་གྱི་ཕྱག་ལས་གནང་བསྡད་ཡ་མ་གཏོགས་གཞན་ལས་གཞི་གསར་པ་འགོ་འཛུགས་བྱེད་པར་ངན་པ་ཡིན་ཁྱད་པར་དུ་འདིའི་ཉིན་བག་མ་གཏོང་ལེན་དང་རང་གི་དངུལ་སྒོར་ཕན་ཡོན་ཆེན་པོ་སོགས་ནོར་རོ་ཆུ་རུ་གཏོང་བ་ངན་པ་ཡིན་གཞན་ཡང་འདིའི་ཉིན་གཤིས་ཀྱི་རྣམ་ཀུན་གཤིན་པོའི་ཆེད་དགེ་ལས་དང་སྟོན་མོ་གནང་མི་རུང་འཛེམ་བག་གནང་དགོས། འདིའི་ཉིན་མང་ཡོན་སོ་བྱང་རྒྱ་ཁྱད་འདེད་ཀྱི་ཡོད་པས་དུ་བ་རྩི་མ་རྣམས་ཀྱི་དགེ་བ་གསོ་བ་དང་སྡིག་པ་སྦྱོང་བའི་ཉིན་མོ་ཡང་ཡིན་ཐུགས་རྗེ་ཆེ་གནང།